ང་རང་ཚོ་ད་བོད་པ་སྒྲིག་འཛུགས་ག་བར་ཡོད་པ་ཡིན་ནའི་ང་རང་ཚོ་བོད་པའི་ཅིག་ཡོད་རབས་བཅོས་པ་བཟང་པོ་དྲང་པོ་བྱེད་ཡ་ད་འདི་ང་ཚོའི་བོད་པའི་རིན་ཐང་རེད། ལ་ཁྱོད་ཡོད་ལ་འཚམས་འདྲིའི་བཀྲ་ཤིས་ལེ། བརྒྱུད་པ་འདི་ལྟ་བྱུང་ཡིན་ས་པོ་ལ་ཅཱ་ནི་ག་རི་ཟི་རིན་བདུན་པ་སློབ་མ་ཞིག་ཡིན། བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་ཡོད་པའི་རྒྱུ་མཚན་ཞེས་པ་དེ། དུས་མཚན་གསུམ་གྱི་ནང་དུས་ནས་ཞུ་གི་ཡིན། དང་པོ། བོད་ཀྱི་སྐད་ཡིག་འདི་བོད་རྒྱལ་ཁབ་དང། མི་རིགས། སུས་ནས་ཚུགས་པ་ཧ་ཅང་གི་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་པས། བོད་པས་བོད་ཀྱི་སྐད་ཡིག་འདི། དུས་རྒྱུན་དུ་བེད་སྤྱོད་གང་མང་གཏོང་རྒྱུ་ནི་སྙན་ངག་བརྗེ་རེས་སུ་གྱུར་འདུག་གཉིས་པ། བོད་ཀྱི་སྐད་ཡིག་དེ་བོད་པས་བེད་སྤྱོད་མ་གཏོང་ན། བོད་ཀྱི་སྐད་ཡིག་ལས་བྱུང་བའི་ཡ་རབས་བཟང་སྤྱོད་ཀྱི་གོམས་གཤིས་རྣམས་ཀྱང་རིམ་པས། སྣུམ་ཟད་ཀྱི་མར་མེ་བཞིན་ཆགས་རྒྱུ་ཡིན། བོད་མི་སྣ་ཚོགས་བཙལ་མཁན་གྱི་ལས་རྒྱུ་ལེགས་ཤོས་དེ་ནི་བོད་ཀྱི་སྐད་ཡིག་སྲུང་སྐྱོབ་དང་བདག་གཅེས་བྱེད་རྒྱུ་དེ་ཡིན། གསུམ་པ། སྲིད་གྲོས་ལ་ཞུགས་པའི་བོད་མི་ཡོངས་ལ་བོད་ཀྱི་སྐད་ཡིག་བསྐྱོན་བརྗོད་བྱེད་པའི་སྡིངས་ཆ། རང་གི་རྒྱལ་ཁབ་མེད་པས་ཁོར་ཡུག་ཆེན་པོ་ནས་མེད། བོད་ལ་ཞུགས་པའི་བོད་མི་རྒྱལ་ཁབ་ཡོད་ཀྱང་རྒྱ་དམར་པོའི་ངན་ཇུས་འོག་བོད་ཀྱི་སྐད་ཡིག་ལ་ཆེད་མངགས་བགོ་སྐལ་སྣ་ཚོགས་ཀྱི་རྫི་ཁ་བཟོས་ཡོད། མདོར་ན་ང་ཚོ་བོད་མི་རྣམས་གྲ་མ་འགྲིག་གི་གནས་སྟངས་ནང་གནས་ཡོད་ཀྱང། ཚང་མས་དེ་མཉམ་འཁུར་དང།